འདུག་ག། ཚེ་རིང་དང་རིང་དང་དུ་ཐུང་དང་ཐུང་དང་དུ་གཅིག་སོ་སོ་འདོད་པ་གང་ཡོད་རེ་བྱེད་ཡ་འདུག་ག། ད་ད་ལྟའི་རིང་དེ་ལ་མེད་པ། ག་སྐད་ཅིག་མེད་པ། དཔེར་ན་ང་ཚོ་རྣམ་ཤེས་ཀྱི་ཐོག་ནས་སྐབས་རེ་སྐབས་རེ་ང་ཚོའི་སྲོག་བདེ་འདུག་བྱེད་འདུག། ཚ་བ་ཆེ་དྲགས་ནས་གཅིག་འགྲིག་མི་འདུག་ག། ཚ་བ་ཆེ་དྲགས་ནས་མི་གཅིག་ཤི་འགྲོ་གི་འདུག་ག། རྣམ་ཤེས་གྲང་དྲགས་ནས་མི་གཅིག་ཤི་འགྲོ་གི་འདུག་ག། ཟས་མང་དྲགས་གཅིག་ཁུར་ནས་མི་གཅིག་ཤི་འགྲོ་གི་འདུག་ག། ཟས་ཉུང་དྲགས་གཅིག་ཁུར་ནས་མི་གཅིག་ཤི་འགྲོ་གི་འདུག་ག། སྨན་ཤུགས་ཆེ་དྲགས་ཁུར་ནས་གཅིག་ཤི་འགྲོ་གི་འདུག་ག། སྨན་ཤུགས་ཆུང་དྲགས་ཁུར་ནས་གཅིག་ཤི་འགྲོ་གི་འདུག་ག། གང་གི་སྲོག་གི་འགལ་འདུ་ཅན་ཅན་དུ་འགྲོ་བ། སྲོག་གི་ཐུན་ཉིད་ལུས་དྲོད་ཉག་ལ་མི་འགྲོ་བ། རྩ་བ་གཉིས་ནི་མི་འགྲོ་བ། ཇི་ལྟར་ང་འདོད་ནོན་རྒྱུ་སྐྱོ་སྟེ་ཡིན་པ། འཇིག་རྟེན་འདྲེན་པའི་གཙོ་བོ་འཚེ་བ་མེད་ཅེས་དུས་མིན་འཆི་བ་མ་ལུས་འཇོམས་མཛད་པའི་གཟིགས་རྟོག། དུས་མ་ཡིན་པའི་འཆི་བ་དེ་ཀས་འཇོམས་ཐུགས་ཀུ་རེ་བཞིན་མ་གཏོགས། དུས་མ་ཡིན་ནས་འདྲ་དུས་ཡིན་ནས་འདྲ། འཇོམས་ཐུགས་ཀུ་རེ་བཞིན། དེ་ཡོད་མ་འདྲ། དེ་རྩ་བ་གཉིས་ནི་ཡོད་མ་རེད། བླ་མ་སངས་མི་རྒྱས་པ་སངས་རྒྱས་བཅོམ་ལྡན་འདས་སློབ་དཔོན་ཀླུ་སྒྲུབ། རྗེ་བདག་ཉིད་ཆེན་པོ་ཁེ་གྲུབ་ཐམས་ཅད་མཁྱེན་པ། རྒྱལ་ཚབ་ཐམས་ཅད་མཁྱེན་པ་རྗེ་བཙུན་མི་བླ། ས་པཎྜི་ཏཱི། སློབ་དཔོན་རིན་པོ་ཆེ་ཡིན་སྲིད་བླ་མ་སངས་མི་རྒྱས་པ་གདོན་འཛོལ། སྐུ་མི་བཞུགས་མཚན་བཟང་ལྷག་མ་ལུས་གང་མཚམས་ཅི་ནས་ཡར་ཡར་འཕེན་ཡོད་འདོད་དོ། གོང་ལོ་བགྲེས་པོའི་གནས་དང་ལ་ཡར་གཞན་འདོད་དོ། བགྲེས་པའི་ཉམས་ལ་དེ་ཞལ་བཀུག་དོ། བགྲེས་པའི་དྲིས་ཚུལ་དེ་སྟན་བཀུག་དོ། ང་ཚོ་མི་ཕལ་པ་དེ་དེ་འབོག་པར་འདོད་ཡ་ཆོས་ཡོད་རེད་པས། མེད་པ། དེ་སོགས་ང་རང་ཚོ་དཔལ་ནཱ་ང་ཚོ་འཛིན་གྲྭའི་གཞོན་པ། ང་ཚོ་འདི་འདྲའི་སྐྱེས་མེད་ན་ཅི་བྱེད་དང་ང་ཚོ་འདི་འདྲའི་གཞོན་མེད་ན་ཅི་བྱེད། དེ་ང་ཚོ་འདི་འདྲའི་གཅིག་པུ་འདི་འདྲའི་གྲོངས་སོང་ང། དྲི་བ་བཞག་སྲོལ་བྱས་ན། གྲོངས་སོང་ང། ཡོང་དུས་གཅིག་པ་ཡིན་པ། ལོ་ཡི་བཀྲག་བཀྲག་པ་ཡིན་པ། དཔེ་ཆའི་ཉིན་མོ་གཅིག་གི་སྙིང་སྟོབས་འགོ་ཚུགས་པ་ཡིན་པ། ཨ་ནི་གཞན་དག་འདི་གཅིག་པུའི་ན་ཚ་འདྲ་མ་འདི་འཁྲིས་པ་འདི་འདྲའི་འདྲ་མ་འདི་ན་ཅི་བྱེད། གྲོངས་དགོས་ཡ་ཅི་དང་ཁྱོད་གྲོངས་མི་དགོས་ཡ་ཅི་གར་བཞག་སོང་པ་རེད།

ཨ་ནིང་གི་སྐྱེས་མི་ལ་ཁུ་བྱུག་ཐེག་ཆེན་གཅིག་ལས་ཡོང་གི་འདུག་ཅེ་ན་ང་ཚོ་དེང་ག་བ་ཡོད་རེད། ཚེ་སྲོག་དང་སྟོབས་འབྱོར་ཕན་ཚུན་གློ་བུར་དུ་ཕྱི་ཐག་བྲལ་གྱིན་རེད། ཁོ་གློ་བུར་དུ་ཕྱི་ཐག་གི་བྲལ་གྱིན་འདུག་འདུག། ང་ཚོ་རྒན་པ་དེ་འདྲ་ཡིན་ན་འཛིན་མའི་ནང་ནས་བལྟས་བལྟས་གྲོངས་སོང་ང། ང་ཚོ་དགོན་པའི་ནང་ལས་ད་ང་ཚོའི་གྲྭ་བ་ལོ་ཙཱའི་གྲྭ་བ་མཆོག་ཏུ་གྲོངས་སོང་ང། འཛིན་གྲྭ་གཅིག་པ་ན་མེ་ནེ་ལས་ཕྱིན་སོང་འཛིན་གྲྭ་གཅིག་པའི་ཕྱིན་སོང་མཆོག་ཏུ་ཕྱིན་སོང་ང། ཅེ་ན་ད་ང་ཚོ་ཕར་བལྟས་དུ་ཨ་ནི་ཁོ་གྲོགས་མགོ་པོ་ཅིག་དང་ང་ཚོ་གྲོགས་མོ་དགུ་དེ་སུས་དམིགས་བསལ་བདམས་པ་རེད། སུ་གཅིག་ལ་དམིགས་བསལ་མེད་པ། དམ་པའི་བུ་དག་འདོད་ཐུབ་ཡག་དེ་གཅིག་ལ་མ་ཤི་བ་ཆེ་རྗེ། སྲོག་གི་ཉེན་ཁར་གཅིག་འཕྲད་རྗེ། མ་ཤི་བ་ཆེ་འདོད་ཐུབ་ཡག་ཅེ། ད་བླ་མ་དགེ་བའི་བཤེས་གཉེན་ཉག་གཅིག་གི་སྐུ་དྲུང་བསྟེན་ནས་བརྩོན་བཞག་མ་གཏོགས། གཅིག་མི་རྟག་པ་ཁོ་རེ་གཅིག་བདག་ཉིད་ཀྱི་གནས་སྟངས་ལ་གཅིག་གི་ཐོག་ནས་བསམ་བཏང་ཉིན་ན། དངོས་གནས་འདོད་མི་ཤེས་པ་འདྲ་པར་ཅི་རེད་འདུག་ག། དངོས་གནས་འདོད་མི་ཤེས་པ་འདྲ་པར་ཅི་རེད་བཤད་གནས་སྟངས་རྒྱུན་ལས་མེད་དུ་འགྱུར་ཅིག། གནས་དེ་བས་སུ་ཤེས། དཔེར་ན་ང་ཚོ་ཅིག་བྲག་རྡོག་རྡོག་དེ་འདྲ་གང་ལ་ཡང། ཤུག་པ་ཤུག་པའི་སྐད་དེ་ཡིན་དུས་དུ་བར་སྐོར་སིང་དེ་འདྲ་ཡང། ཚུར་ཕྱོགས་དེ་བྲག་ཅིག་ཕར་ཕྱོགས་དེ་བྲག་ཅིག། ད་དེའི་སྐད་དེ་འདྲ་ཡང་མི་ཤུག་པོ་ཆེན་པོ་ཞིག་བྱེད། ད་དེ་ཁན་རྩ་ས་དེ་ནི་ས་ནི་མི་འདུག་དེ་ཁན་རྩ་གང་ནས་ན་སང་འདྲ། ཁན་རྩ་ད་དེ་ལ་ད་རྒྱུ་ལ་སྐད་བཤད་ན་ཡོད་མ་རེད། ད་དེ་ཁན་རྩ་སང་ས། འོ་དེ་སུ་རེད་ཅེ་ད་ང་ཚོ་ད་འདྲ་དེ་འདྲ་ཞིག་སྐད་དེ་ཡོད་རེད། ད་འདི་འདྲ་ཞིག་དོད་དུ་བཏུབ་དུ་ཡོད་རེད། འདི་ས་ད། ད་རང་ལ་མི་འཇིགས་དེང་ཅི་ཡོད། ང་རང་ཚོ་ལ་ཡ། མི་ཤི་བ་ཆེས་ཆེ་མི་འཇིགས་པ་ཆེས་ཆེ་བློ་བདེ་བོ་བྱེད་ནས་སྡོད་ཡག་གི་གདེང་ཚོད་མེད་པ། ད་ཤི་གི་མ་རེད་སང་ས་ཞིག་ད་བློ་བདེ་བོ་རེ་བྱེད་དེ་བོད་དགྲ་བཅོམ་པ་བྱང་བ་ཤེས་པ་ནས་ཤི་ཤེས་ནས་སྡོད་ཐུབ་ཡག་གི་གདེང་ཚོད་ང་ཚོ་སུ་གང་ལས་མེད་པ། མཆོག་ཏུ་ཕྱིན་སོང་ང། ང་རང་ཚོའི་ཁྱིམ་ཚང་ལ་ས་ནོར་དག་མི་ནས་ལས། པཱ་ལགས་གྲོངས་སོང་ཨམ་ལགས་གྲོངས་སོང། རྒན་རིན་པོ་ཆེ་རྣམ་པ་གཉིས་ཕེབས་ཚར་སོང་ང།

འོད་དེར་བྱས་ཙང་ད་ང་འདུག་སྟེ་བསམ་གཏམ་གུག་འདུག་ཨ། ད་རང་ལ་མི་འཇིགས་དེང་སྐྱིད་ཡོད། ཅེས་ཤིན་ཏུ་གླེན་པ་ལུག་གིས་ཀྱང། རང་རིགས་ན་ཤན་པས་སྲོལ་ཐུང་ཚེ། སྙིང་དང་ནི་གཞན་པའི་རང་སྟེང་དུ་འབྱོར་མི་ཤེས་པ་དེ་ཕྱུགས་ལས་ནོས། ད་གླེན་པ་ལུག་ལྟ་བུ་ཅིག་གིས་ཆ་ཚང་མི་ནི་ངང་དུ་ཤེས་རན་ན་ལ་ཡ། ལུག་ལྔ་དྲུག་ཅུ་ཕར་བཅུག་ཤོད་དུས་དུ་ཨ། ལུག་གཞན་དག་དེ་བསད་ཡོན་འདོད། ལུག་ད་ལྟ་མ་བསད་པ་ཅི་བྱེད་ཕི་གེ་ཞག་འདས་པ་དེ་ཤིའུ་ཅི་སྟག་ཅེས། ཅེས་རྔུལ་ནག་འཁྲུག་འཁྲུག་ལ་སྡོད་ཡ་ཅེས་བྱ་གི་འདུག་ཨ།

ད་ང་ཚོ་དཔེ་ཆ་དང་གཅིག་དགེ་བཤེས་དང་གཅིག་སློབ་གཉེར་བ་དང་ག་ཚད་ལོག་ཀ་བྱས་ནས་ལས། ད་ལུག་ལས་སྐྱོ་ཚེར་ཆགས་རེད། ལུག་ཡིན་ནས་ལས། གཅིག་མི་གཞན་དག་མིག་མདུང་ལག་ཟིན་ལྟ་བུ་ལ་ཡོད་དུས་ཀྱི་གནས་ཚུལ་དེ་སུ་སུ་གང་དུ་འཇོག་བཞིན་གྱི་འདུག་ག། ང་ཚོའི་གཞན་དག་ཅིག་ལ་ཡོད་པས་སུ་ཞང་སང་སར་བྱེད་བྱེད་བསྡད། སུ་སུ་གང་ལ་དེ་ཡོང་གི་ཡོད་པས་སུ་བྱེད་མི་འདུག་གམ། ད་སྔོན་ང་ཚོ་སྐུ་ཞོགས་གཅིག་གྲོངས་བཞག་ས་གཅིག་བྱས་བཞག་ས་གཉིས་བྱས་བཞག་ས་དེ་འདྲས་ཞིག་ལབ། ད་ནི་སུ་སུ་དེ་འདྲས་བྱས་ཡིན་པ་བརྗེད་ཡོད་མ་རེད་ད། སུ་སུ་དེ་མ་ཐག་མ་རང་བརྩིས་བྱས། རྟག་པ་རྟག་རྐྱང་ཅིག་བརྩིགས། བྱས་གཙང་ག་གི་རུམ་ཞིག་བཟུང་ཡང་དེ་རེད། མི་རྫི་གང་པོ་གཞན་གཉིས་ལས་འདས་པ་སྐད་ཅིག་ཡང། བློའི་འགྲོས་འདོད་པ་བྱེད་རྒྱུ་ཞིང་པ་རང་ཁ་བ་རྣམས་དང་ཁྱད་པར་ཅུང་ཟད་ཀྱང་མ་བྱུང་ན། བོ་ད་བ་འདི་གང་དུ་ཕྱིན་པ་རེད། མི་རྫི་གང་པོ་གཅིག་ད་གཞུང་ཆེན་མོ་ལ་སློབ་གཉེར་བྱེད་པའི་སྐད་ཆ་རེད་དེ། བསམ་བློའི་འཁྱེར་སྟངས་འདི་ད་ཅིག་སྐད་ཆའི་ཤོད་སྟངས་ད། འགྲོ་སྟངས་འདི། ཞིང་པ་རང་ཁ་བ་ད་སློབ་གཉེར་བསྐྱར་ཉུང་མེད་དུ་རྒྱོབ། བླ་མ་དགེ་བའི་བཤེས་གཉེན་ཞལ་ཟིན། ཞལ་མཇལ་གསུམ་དུས་ཞབས་ཟིན། དེ་འདྲའི་བྱེད་ཉུང་མེད་དུ་རྒྱོབ་པའི་ཞིང་པ་རང་ཁ་བ་རྣམས་ད། གཅིག་པུ་གཅིག་རྐྱང་སོགས་ཆགས་སོང་ད་སློབ་གཉེར་བསྐྱེད་པ་ལ་དགོས་པ་རྩ་བ་ཉིད་ལས་མ་གྲུབ་པ་རེད་གསུངས་པ་རེད། ཁ་མཁས་མོ་ཆུང་མདོག་སྐྱོར་རེད། བྱས་ཙང་ང་ཚོ་བསྟན་ཡུལ་གྱི་དགོན་པ་ཞིག་ཨ། ད་དེ་བུ་ཕྱུགས་ཀའི་ཇོར་ཤིང་གི་ཡོད་རེད་ད། ཨ་ནི་ང་ཚོའི་ཁ་མཁས་མི་འདུག་གོ། ཕྱི་ཐག་གཤིན་རྗེ་རེ་རེར་ཁྱེད་དྲུག་གི་ཡོད་རེད་དེ། རྒྱུ་ནི་ཡོད་མ་རེད་ཞེས་རེད། སྙིང་གཏམ་ནི་གཞན་པའི་རང་སྟེང་དུ། གླེན་པ་ལུག་གི་ཇོར་ཤིང་གི་རེད་ང་རང་དུ་ཇོ་ནི་མི་ཤིས་པ། ཕྱིས་གླེན་པ་ལུག་ལས་ཀྱང་ད་ཕྱུགས་ལས་ཀྱང། བུ་ཕྱུགས་ལས་ཀྱང་ད་སྐྱོ་བ་ཆགས་རེད། གཅིག་ནས་དེ་ནི་གཉིས་ནས་གཅིག་ཕྲི་བ་མི་ལྡོག་པ་ཟ་དེ། མི་ལྡོག་པ་ཕྲ་མོ་མ་རེད། ང་ཚོ་ནང་རྒྱུད་དཔེ་ཆ་ན་བཞི་བོ་ཤད་དེ་གི་ཡོད་པ། ཕྱི་བོ་མི་ལྡོག་པ་ཟ་དེ་ར་བས་མི་ལྡོག་པ་རེད་ད། རྒན་མོ་ཤི་བའི་འོག་ལ་རྒན་མོ་མེད་པ་འདུག་ཚུལ་དེ་རེད་ད་བཞིན། ར་བས་མི་ལྡོག་པ་རེད་ད་བཞིན་ན་ང་ཚོ་རྟག་པར་བཞི་ཤད་དེ་གི་ཡོད་པ། དེ་བཞིན་དུ་ད་ཕྱི་བོ་མི་ལྡོག་པ་དེ་གཟུགས་གྲུབ་ལྟ་བུར་བཞིན་རེད་མིག་གིས་བལྟས་ན་ཧ་གོ་ཧ་ལྟ་བུར་བཞིན་རེད། ངེས་མེད་དུ་ཕྱི་བོ་གཟུགས་གྲུབ་དེ་ད་གུ་ན་རུམ་བཞིན་ནི་ད་དངོས་གནས་དཔེ་གཅིག་བཞི་བོ་གསུམ་པོ་ལྟོ། དུས་ཚོད་ངེས་པ་མེད་པར་བྱེད་ཡག་དེ་ད་རིང་ཕར་ཕྱོགས་དེ་ནས། ད་རིང་ལུང་པའི་ཕུ་དེ་ནས་མི་བཞི་བཞག་ས། ཁེ་སང་ལུང་པའི་མདོག་དེ་ནས་མི་བཞི་བཞག་ས། གོ་བརྡ་དེ་འདྲས་བཤད་རྗེས་ངེས་པ་མེད་པ་བྱས་རྗེས། དེ་འདྲས་བཤད་ཀྱི་ཡོད་པ་དེ་ཕན་ནུས་ཤིག་ཡིན་ངེས་པ་རྩ་བ་ཉིད་ནས་མེད་པ་བྱས་རྗེས། སྐད་ཆ་འདི་མང་པོ་ཞིབ་ཕྲ་ཅིག་ང་ཚོ་ལ་གོ་བདེ་ཡོད་པ། དཔེར་ན་ང་ཚོ་གཅིག་གཅིག་གི་ལོངས་སྤྱོད་རེད་ས་གཉིས་གཉིས་ཀྱི་ལོངས་སྤྱོད་རེད་ས་ང་ཚོས་ཚོགས་ཞིབ་ཚོགས་བསྡུས་ཡོད་པ། སེམས་གཅིག་གཅིག་གི་ལོངས་སྤྱོད་རེད་ས་ཚོགས་རེད་ས། ཡང་གཅིག་གཅིག་གི་ཞིབ་བཤེར་དགོས་ས་གཅིག་གཅིག་གཅིག་གི་དོན་ཚིག་རེད་ས་བཅས། ད་ང་ཚོ་ཞི་བུ་ཆུ་ཡང་དུ་ཡོད་པ། ལུང་པའི་ཕུ་ནས་གོ་ཐིག་གཡོར་ལུང་པའི་དར་ནས་གོ་ཐིག་གཡོར་ཤར་ནས་གོ་ཐིག་ནུབ་ནས་གོ་ཐིག་གཡོར། དངོས་གནས་བྱས་ན་ཕྱི་མ་མི་རྟག་པ་ཟེར་བ་དེ། མིག་གིས་བལྟས་ན་ཐུབ་ཡག་གི་གཟུགས་གྲུབ་ལྟ་བུར་བྱེད་གཟུགས་ལྟ་བུར་བྱེད། གཟུགས་ཅན་རགས་པ་ལྟ་བུར་བྱེད། ང་ཚོའི་ཨ་མཆོག་ནི་ལྟ་བ་བཞིན་གོ་ཐིག་གཡོར་རེད། ཕྱི་མ་མི་རྟག་པ་སུ་རྟག་གི་གྲུབ་དགོས་པ་རྒྱུ་ནི་མི་འདུག་གསུངས་པར་གཟུགས་ཅན་རགས་པ་ལྟ་བུ། རགས་པའི་མི་རྟག་པ་རེད་ཁོ། མིག་གིས་བལྟས་ཤེས་ན་ཧ་གོ་ཡག་བྱས་ན་ཨ་མཆོག་ཉིན་ཞིག་ནམ་ཟླ་འགའི་འགྲིག་འདུག་ཡག་བྱས། རེད་དེ། ངེས་མེད་དུ་འཆི་བ་གཟུགས་གྲུབ་སྟེ། དངོས་སྟོབས་དང་ལུང་ལ་མ་ལྟོས་པར། དངོས་སྟོབས་ཀྱི་རྟགས་སྐུ་གོང་མ་ལུང་ལས་བཏོན། མངོན་སུམ་དུ་མཐོང་ཡང་མི་ཤེས་པ། མཐོང་གོ་ཡ་རེད་ང་ཚོའི་འཛིན་གྲྭའི་གནས་ནས་མང་པོ་ཤེས་སོང་བ། རེད་དེ། རྟགས་ཧ་གྱོན་ནས་གུག་ཡོང་ན། ད་དོ་དོ་ཏོག་ཏོག་དེ་དེའི་མིང་ལ་མི་དེའི་མིང་ལ་ག་སྲིད་གོ་རེ་ཟེར་ནས། དེའི་མིང་ལ་ཅི་རི་ལོང་ཞེས་བརྗོད། ད་ཁྱོད་རང་ཞབས་སྒོ་རེད། རྒྱན་ལྔ་པ་གང་གས་མཐོང་ཐོས་དེ་ཁྱོད་རའི་མིག་དེ་མིག་ཅི་རི་ལོང་ཟེར་བ་རེད། མིག་ཅི་རི་ལོང་ཟེར་བ་དང་མིག་ལ་ལིང་ཏོག་སྐྱེས་ནས། རྒྱན་ལྔ་པ་གང་པ་གང་གས་མཐོང་ཐུབ་ཡག་གི་དོན་དག་དེ་ཁྱོད་རས་མཐོང་ཐུབ་གི་ཡོང་གི་མ་རེད།

མ་མཐོང་ཁོང་དུ་གྲགས་མ་དེ་མཐོང་དུས་ནི། མཐོང་དགོས་ཡ་དེ་མ་མཐོང་དུས་སེ། རྒྱལ་ཡོན་པོ་འདི་མ་གང་གས་མཐོང་དུས་ཡ་དེ་འཆི་བ་ཟུག་འཁྲུག་ལྟ་བུ་ཡོད་དུས་ཀྱང་དེ་རེད། ང་ཚོས་དེ་སྐྱོན་དུ་མཐོང་གི་ཡོད་མ་རེད། དེ་སོང་ད་ང་ཚོའི་མིག་རི་ཏྲ་སྟེ། དེའི་མིང་ལ་ཅི་རི་ལུང་ཞེས་གསུངས། མི་རྒྱུད་རའི་མིང་ལས་ཡང་ཧི་རི་ལུང་བ་ཟེར་གི་རེད། གཞན་དག་གིས་མིང་བཏགས་མ་ཧི་རི་ལུང་བ་ཟེར་ཞིང། ཧི་རི་ལུང་ཞེས་གསུངས། བསྟན་འཛིན་གྱི་གོང་བུ་དཀྲོལ་བར་བྱ་དེ་རེད། བསྟན་འཛིན་ཏག་ཏག་ཁང་རྒྱ་ཤིང་མགྱོགས་ཀྱི་སྐྱེས་པ་ནང་བཞིན་ཞིག། འོ་ད་འོ་དེ་འདྲའི་ཤ་ཤ་རེད། ཨ་ནི་ང་ཚོ་ཕྱོགས་གཅིག་ནས་ནང་པ་ཡིན་ཟེར་གི་ཡོད་རེད། རྣམ་རྟོག་ལ་ངོ་རྒོལ་བྱེད་ཉེན་ཡིན་ཟེར་གི་ཡོད་རེད། རྣམ་རྟོག་སྤང་བྱ་རེད་ཞེས་ནས་ང་ཚོའི་ལ་བཏེག་གི་ཡོད་རེད་པ། ཨ་ནི་རྣམ་པར་རྟོག་པ་གཅིག་ད་ཕན་ཐོགས་ལ་མ་གཏོགས་ལུང་པ་གང་ཞིག་ང་ཚོའི་རྒྱུད་ལ་ཡང་སྐྱེས། དེ་ནས་ཀྱང་དུག་ཤུལ་ནང་གི་དུག་ཤུལ་གཅིག། ད་ལྟ་འཛིན། དེ་རིང་ཤི་གི་མ་རེད་དེ་རིང་ཤི་གི་མ་རེད་ཕ་ཚེ་དད་མོ་ངས་ཕ། གཉེན་ཉེ་དུ་གཡོག་པོར་འདུས་པ་ཡང་རླུང་འཆིང་བའི་ཤིང་ལོང་སྤུངས་པ་འདྲ། དག་ཅིག་ནི་རི་ལུང་ཀུན་ཏུ་འཐོར་སླར་མི་ཚུགས་འདུས་པའི་ཐ་མའི་སྐྱབས་སེམས་དཔའ་དེ་ངོ་མ་རེད། ད་ད་ནི་ང་ཚོ་པཱ་ལགས་ཡོད་རེད་ཨ་མ་ལགས་ཡོད་རེད་ཨ་ཅག་ཡོད་རེད་ཅི་ཅོག་ཡོད་རྣམ་པ་མང་པ་རེད་བྱས། ཨ་དེའི་འོག་ལ་མ་ཚ་བོ་ཚ་མོ་རེད་བྱས་བྱས་དུག་ཆེན་གཅིག་ཡོད་རེད། ཨ་ང་ཚོ་ད་འདི་གྱེན་ལགས་ས་བྱས་སྐྱིད་སྡུག་ས་བྱས། གཅིག་བྱས་བྱས་གཅིག་ཡོད་འདི་ཡོད་རེད། ང་ཚོ་མང་པོ་ཞིག་འཛོམས་འདུས་ཁག་གཅིག་ཡོད་རེད་པཱ། ད་དང་ཚོ་བྱིང་རླུ་རླུང་གི་དཔུང་པོ་ནས་ཞི་ཞི་ནས་ཞོ་ཞི་ད་ཞི་ནས་ཐལ་ཡུན་ཞོ་ཞི་ད་ཞི་ཏུ་ཐལ་ཡུན་ཞོ་ད་འདི་དཀྱིལ་དེ་ཕུང་པོའི་སུ་ཞི། ཡང་ལྷག་པ་རྒྱ་མཚོ་ཅིག་པད་ཆ་ཚང་སྟོར་ཤུགས་རེད། ལྷག་པ་རྒྱ་མཚོ་ཅིག་རུ་རུ་སོན། དཔེར་ན་ང་ཚོ་ལྷག་པ་ཤུགས་ཆེན་པོ་ཞུགས་འདོད་རྒྱག་འདོད་དུ། འདིའི་ཐོག་གི་ང་བྱས་ཉེས་ཅིག་གི་ག་ང་འདི། པི་ཏི་སོ་སི་འདི་གོམ་ཆོག་གི་འདི་འོག་དེ་ཚུར། ཚུར་རུ་སོན་ཤུགས་འདུག་བ།

ཡང། ཆུ་ཚོད་བཅུ་དང་ཕྱེད་ཀ་བཅུ་གཅིག་དེའི་གཡས་གཡོན་དུ་ཆར་གྲི་བྲོས་པའི་ས་ཞིག་ཡང་ཐོར་ཐོར་བ་ཞིག་རུང། ད་དུ་སུ་རེད། གྲལ་དྲུག་ཡོད་རེད། གང་ལྟར་ཤིང་ལོ་གཅིག་གི་དཔུང་ཤོས་སུ་ད་ད་ལྟ་ག་ཚོད་ཅིག་ནས་བཞུགས་འདུག་ག་གེ་མོད། དཔེར་ན་ང་ཚོ་ད་ལྟ་སྤྱི་ལོ་ཉིས་སྟོང་བཅུ་བཞི་རེད། སྤྱི་ལོ་ཉིས་སྟོང་བཅུ་བཞི་དེའི་གནས་སྐབས་ཀྱི་ད་ལྟ་དུས་རབས་ཉིས་བརྩེགས་གཅིག་པ་སྤྱི་ལོ་ཉིས་སྟོང་བཅུ་བཞི་དེའི་གནས་སྐབས་ཀྱི་དེ་རིང་གི་དཔེར་ན་ང་ཚོ་ཡར་རྩིས་བརྒྱབ་ཡིན་ན། དེ་རིང་གི་འཛམ་བུ་གླིང་འདིའི་སྒང་ལ་མི་ཚེ་སྐྱེལ་བྱེད་སྡོད་ཉེན་གྱི་མི་དེ་གའི་སྒང་ཀ། སྔར་སྤྱི་ལོ་གཅིག་སྟོང་དང་པོ་ཤར་ཡིན་པའི་ཁུ་ཐུག་གི་མི་དེ་གའི། ཤི་ཡིན་མ་གཏད།

དུས་ཕྱི་མ་དུ་མི་འདུག་བ། དུས་འཛོམས་པའི་སྐབས་ཅིག་ཡོད་རེད་ཕར་བྲལ་བའི་སྐབས་ཅིག་ཡོད་དུས་ད་དུང་གང་གི་མི་རྟག་པ་རེད། གཉིས་ཉིད་དུ་གཡོ་འཁོར་བརྟུལ་བ་ཡིན་རླུང་ཆེན་པོའི་ཤིང་ལོ་སྤུངས་པ་འདྲ། དར་གཅིག་ནས་རི་ཀླུང་ཀུན་ཏུ་འཁྱིལ། ད་དེ་གྱེན་ཉིད་དེ་དཔེར་རི་ལ་འཁྱིལ་གྱི་རེད་རླུང་ལ་འཁྱིལ་གྱི་རེད་ག་ས་ག་ལ་འཁྱིལ་འགྲོ་གི་རེད། ཞུ་འོག་ཚུལ་རུ་རུ་ཆགས་ཡོད་རེད་ཟེར་མཐའ་ཡོད་མ་རེད། འདོད་པ་ལ་སྐྱེ་བ་ལེན་འགྲོ་གི་ཡོད་རེད་གཟུགས་ཁམས་ལ་སྐྱེ་བ་ལེན་འགྲོ་གི་རེད་ད་ཞུ་འོག་ཚུལ་གཅིག་རུ་རུ་ཆགས་ཟེར། ད་གང་ལ་མེད་པ་འདྲ་པར་ཆགས་རེད། དཔེ་ཅིག་ཐོར་འབྲུ་དུས་སུ་སུ་སུ། ལས་གསག་སྟངས་ཅིག་གི་ཐོག་ནས། ཇི་ལྟར་ང་ཚོ་དེ་རིང་འདས་འཛོམས་འདི་ཡོད་དུས་ཐུན་མིན་ཚོགས་ཆེན་འདྲ་བ་རེ་ཆགས་རེད། ཁ་ཤས་ཡི་དྭགས་ནས་ཚུར་ལས་གྱི་ཡོད་རེད་ཁ་ཤས་དུད་འགྲོ་ནས་ལས་གྱི་ཡོད་རེད། ཁ་ཤས་གཉའ་བ་ནས་ལས་གྱི་ཡོད་རེད་ཁ་ཤས་མི་ལས་ལས་གྱི་ཡོད་རེད་ཁ་ཤས་ལྷ་ལས་ལས་གྱི་ཡོད་རེད་སྐྱེ་བ་སྔ་མ་དེ། ད་ཕར་ཅིག་ཐོར་དཀྲུགས་དེ་འོ་ད་ད་ག་རང་ཐོར་དཀྲུགས་རེད། ཚེ་འདིའི་ལས་བསགས་སྟངས་དང་ཉམས་ལེན་གྱི་གནས་སྟངས་དེ་སྤུས་དག་མ་བརྟགས། ཚེ་འདིའི་ཆོས་བྱེད་སྟངས་དང་སློབ་གཉེར་བྱེད་སྟངས་དེ་སྤུས་དག་དང་མ་བརྟགས་ཀྱི་སྟེང་ནས་ད་དུ་ཞུགས་དགོས་རེད་བ། གྲྭ་པ་ཚུལ་ལྡན་ཡིན་དེ་མིན། གྲྭ་པ་གྲིབ་ཏོ་ཡིན་དེ་མིན། དེ་འདྲའི་གི་ཐོག་ནས་ད་སྐྱེ་བ་ཆེན་མོ་ལ་ཕར་དཀྲུགས་དེ་ཞི་བོ་ཞིག་ཐོར་དཀྲུགས་དགོས་རེད་བ། ད་ཕར་ཅིག་ཐོར་ཚ་སོང་ཚུལ་དུས་ཡ་ཡོད་མ་རེད། དེའི་ནང་གི་གད་སྙིགས་ཁག་ཅིག་འགྱིག་ཤོག་ཁག་ཅིག་རིའི་རྩེ་ལ་ཡང་གྱེས་འགྲོ་གི་རེད། ཁག་ཅིག་ནི་བལ་མ་མ་རླུང་རླུང་མ་གྱེས་ཆེད་གང་ས་གང་དུ་ནས་གཙང་པོ་གནང་ཐོག་གྱེས་ཆེད་གཙང་པོ་མ་གྱེས་ཆེད་བལ་མ་མ་གྱེས་འགྲོ་གི་རེད། ལུང་པ་ནས་ལུང་པ་བརྒྱུད་ལུང་པ་ནས་ལུང་པ་བརྒྱུད་ཆེད་ཁོ་གྱེས་འགྲོ་ག་སོང་ནི་ཆེད། ཨ་ནི་ཁ་ཤས་ནི་འགྲོ་བ་གྲོང་ཚོའི་སིང་འགྲོ་བ་ལས་འགྱོད་ག་སོང་ནི་ཆེད་ད་ག་ན་ཐུག་ཡ་ཡོད་མ་རེད། བལ་ཁ་ཐོག་གོ་ཐོག་བཏང་ཐུབ་རེད། རླུང་ཆེན་པོས་ཤིང་ལོ་སྤུངས་པ་འདྲ་དར་གཅིག་ནས་རླུང་ཀུན་ཏུ་འཐོར། སླར་མི་ཚུགས་འདུས་པའི་ཐ་མ་ཡིན་བཤད། ཕྱོགས་ངེས་མེད་འདུས་པའི་ཁྲོམ་ཚོགས་ཀྱང། སྟོན་ནམ་འཇུག་ཆད་ཁའི་གྲིམ་བུ་འདྲ། དུས་ཙམ་ན་གྱེས་ཤིང་ཡལ་ཏེ་འགྲོ། བསམ་ཤེས་ན་མི་དག་ལོ་པའི་མཐའ་སྐྱབས་སུ་ཆེ་འདི་ཡག་པོ་ཞུ་གཏོགས། ད་ང་ཚོ་ཕྱོགས་ངེས་མེད་དུ་འདུས་ཏེ་འཇུག་གི་ཁྲོམ་ཚོགས། དཔེར་ན་ང་ཚོ་ཟུང་འཇུག་གི་གསུང་ལས་ཚུལ་ཚོགས་ཡོད་འདོད། ད་ཁ་སང་ཁ་ནས་ཡོང་སྟེགས་ཀྱི་ལྷོ་ཁ་ནས་ཡོང་གོ་རེ་ཞིག་གི་ཚེ་ན་ཡོང་གོ་རེ་མང་པོ་ཞུགས་ཅི་ནས་ཡོང་སྟེགས་ཡོད་རེད་པ། ད་ང་ཚོ་ད་ལྟ་དེའི་ཆ་སོན་སོང་ན། ཁམས་ནས་ཡོད་རེད་ཨ་མདོ་ནས་ཡོད་རེད། ག་ས་ག་ནས་ད་ཅིག་གཙང་ངོགས་སྟོད་ནས་ཡོད་རེད། མལ་གྲོ་ན་རེ་ནས་ག་ས་ག་ནས་ཡོད། ག་ས་ག་ནས་ང་ཚོ་མི་ཡོད་རེད་པ། ད་བཞུགས་སྒོ་དེ་ཅིག་ཐོ་ཕྲུག་ཚོ་ད་ག་ས་ག་གྲོ་ཕྲུག་རེད། ཁྱོད་ངེས་མེད་བསྡུས་པའི་ཁྲོམ་ཚོགས་ཀྱང། ད་ལྟ་ང་ཚོ་མེ་ཚེ་གཅིག་ཉིན་ཏོ་བཞི་ཉིན་ཟླ་ཞེས་དུས་ཚོད་རིང་ཐོག་ཁོ་བཞི་བཅུ་བཅུ་བས་སུ། རེད་དེ་མེ་ཚེ་བསད་དེ་རིང་པོ་བཞུགས་མི་འདུག་ག། དུག་རྩི་ཞིག་རེད་འདུག་ག།

ཐུགས་རྗེ་ཆེ་ནས་ང་ཚོ་བྱེད་ཙམ་བྱ་ཕྲུ་གུ་ཚུད་དུས་དུས་ཚར། དེ་ཙམ་འོ་ཐུགས་གསོ་རེད། ཕྱོགས་ངེས་མེད་བསྡུས་པའི་ཁྲོམ་ཚོགས་ཀྱང། སྟོན་ནམ་རྒྱུག་ཆེ་གེ་སྦྲང་བུ་འདྲ། སྟབས་སྟོན་ཀ། བས་བཞག་ནས། ཞག་པར་རེ་བཞིན་ནས་གྲང་བར་འདམ་འགྲོ་ཡང་ཁ་ཐུག་གི། ནམ་རྒྱུག་ཆེ་གེ་སྦང་གུ་ནང་གི་བཞིན། མཐའ་གཉིས་མ་རེ་རེ་བཞིན་ཁུ་ཚེ་ཐུག་ནས། གཅིག་བྱས་ནས་སང་ཉིན་མི་ཤི་ཡག་ངེས་པ་ཡོད་མ་རེད། སང་ཉིན་བས་བཞག་བཞིན་ཁུ་འཁྱག་པ་བརྒྱབ་འདོད་ཡག་ཉེན་ཁ་ཡོད་རེད། གནམ་ཤིང་ཉི་མར་རེ་བཞིན་གྲགས་འགྲོ་གི་རེད། ད་སྔ་བའི་བཞིན་ཁུ་སོགས་ཏེ། ཁུ་དྲོད་སྐྱིད་སོང་ཙང། དྲོད་ཡོད་ཇི་ཙམ་གྱི་ཚུལ་ཚང་བའི་དུས་ཚིགས་ཁུ་སོགས་ཏེ་ཁྲག་ཁྲག་འགྲོ་ཉེ་སོ་རེད། སྐྱི་ཡག་དེ་བེར་བེར་འགྲོ་ཉེ་སོ་ཤོག་རེད། དྲོད་དེ་མང་དུས་དྲོད་དང་ཁུ་སོགས་ལ་ཉེན་ཁ་བཞི་བོ་ཅིག་འཐུང་དགོས་རེད། ཀུ་ཤི་ཡག་ཐག་ཉེར་ཉེར་ཉེར་འགྲོ་གི་རེད། སྟོན་ཀ་ནུབ་ཆུ་ཕྱེད་ཀ་དགུ་ཀ་སིམ་ཡོན་ཏེ། གནམ་ཤིང་གྲང་གྲང་འགྲོ་དུས་དུ་བ་གི་སྦྲང་བུ་དང་ཚུར་ཡོང་མ་རེད། ད་ང་ཚོའི་མེ་ལྕེའི་འོག་ཏུ་སུ་བདའ། ཉི་མ་གཅིག་ཕྱེད་དང་ཕྱིན་ཅི་ལྟ་སོ་སྐྱ་ཐག་ཆུ་སྐྱེ་གི་རེད། སྟོན་ནམ་འཇུ་བྱེད་ཀྱི། སྦྲང་བུ་འདྲ་བྱེད། དུས་ཙམ་ནས་གྱེས་ཤིང་ཡལ་དུ་འགྲོ། ཚུལ་དུས་ཙམ་ནས་ཕ་གྱེས་འབྲུག་ཡ་རེད། དུས་ཙམ་ནས་གྱེས་ཤིང་ཡལ་དུ་འགྲོ་བསམ་ཤེས་ན་མི་རྟག་ལོ་པས་ཡིན་དེ་བསམ་ཡག་པོ་བཏང་ཉིན་ཡིན་ན། མི་རྟག་པ་ས་དེ་ནས་རང་ག་ལས་རྒྱ་རེད། ད་ང་ཚོའི་དབྱར་གནས་དེ་དག་བྱེད་དུ་སྟབས་ཅིག་འཚོ་བ་ཡོད་ད་བསམ། དེ་དཔེ་ཁྲིད་ཀྱི་དཔེ་དེ་རིགས་དེ་ཡིན་ད་ཡག་པོ་ཞིབ་བརྗོད་ད་བསམ། ཡང་ཁྱོད་ཚེ་འབྲུག་རེད། ཅིག་ཉར་ལེན་བྱས་བྱས་ཕ་སྤུའི་ཐང་པོ་བྱས་དུས་ཚོད་དེ་འདིར་བྱེད་མ་ཐུབ་ན། ཅོ་ཡོ་པོ་བྱས་ད་ག། སེར་སྙིང་ག་གི་རེད་གསལ་བྱེད་ཀྱི་རེད། ཚ་ཡུལ་གྱི་ཚུལ་ཤིང་གླིང་ག་ཡི་ཆེད་ཆབ་ཞུགས་བྱས་གྲོས་འགོ་རེད་ས་ཞིག་ང་ལས་གི་ཅིག་ད། དེ་ད་འོ་ཐུག་ས་རེད། ད་དུས་ཚོད་ཐུག་འགྲོ་སྡེབ་ཡོད་རེད། ཡིན་ན་ཡང་ད་བལྟས་རྒྱུ་ཡོད་པ་རེད་བྱེད་ཅིག་ད་རྒྱལ་ཞོག་གི་ཐོག་ནས་ཡིན་ན་དྲན་ཉམས་ལེན་གྱི་ཐོག་ནས་ག་ནས་ཡིན་པའི་ནས་ལས་རྩ་བ་ཉིད་རང་གི་ཡོག་མ་རེད། ཚེ་འདི་གང་གི་ལས་གི་རེད། ཨ་པོ་ལས་ཅིག་བསྟན་ཡ་ར་འདེགས་འདུག་ག། དེ་རིང་འདི་རྒྱབ་ཤོད་དེ་རིང་དོ་བདག་གསུམ་ཁྲིད་ཤོད། དེ་རིང་རྩོམ་སྒྲིག་དོམ་སྒྲིག་བྱས་ཤོས། དེ་རིང་མིང་རྟགས་བསྐྱབས་ཤོས། དེ་རིང་ཞྭ་ལ་བཏང་བས་དེ་རིང་ཚོན་བཏང་བས། ཅིག་ལབ་ཡག་འདུག་བ། ད་ང་ཚོ་ཁ་ཁེར་ལབ་ཡག་རེད་མི་འདུག་བ། དེ་རིང་ཡན་འདུག་སེ་རེད་སང་ཉིན་ཡན་འདུག་སེ་རེད། དེ་ལྟར་ད་ལྟ་དགུང་ན་རིམ་བྱིན་གསུངས་པ་ཏག་ཏག་ཤིང་གསུང་ངོ། དམ་ཆོས་བྱེད་རྒྱུ་མ་ཁྲིད་ཉི་ཤུ་ཐལ། བྱེད་དོ་བྱེད་དོ་སྙམ་ནས་ཉི་ཤུ་ཐལ། ད་ཅིག་བྱེད་ཨ་ཨ་བྱེད་ཨ་སང་རྩོམ་སྒྲིག་གི་དོན་དུ་ལོ་ཉི་ཤུ་ཐམ་པ་བྱེད་པ་རེད།

ང་ཉི་ཤུ་ཐམ་པ་ནས་དགེ་སློང་སྒྲུབ་ཆོག་གི་དེའི་སྔོན་ལ་སྒྲུབ་ཆོག་མ་རེད་བཞིན། ཉི་ཤུ་ཐམ་པ་ནས་མི་སྐྱེན་པའི་གྲས་ལ་ཚུད་ཡག་རེད་བྱས་རྗེས། ད་ཉི་ཤུ་ཐམ་པ་ནས་མི་སྐྱེན་པའི་གྲས་ལ་ཚུད་རྗེས་ཅི་གང་ཉིད་རེ་ཞིག་རྟོགས་རྗེས། དཔེ་ཆའི་ལྟ་སྐུག་ལྟོ་བ་ཆོས་ཆེ་སྐུག་ལྟོ་བ་བསམ་བཞིན་དྲན་པ་རེད། རེད་དེ། ཆེ་མདོག་ཆེ་མདོག་བསམ་བསམ་ཅི་ག་ནས་མེ་ཚེ་བཙོག་རེད་ད། ད་ལོ་ཞིག་ཐ་མ་ཐུག་ཕྱིན་སོང་བ། ཆེ་མདོག་ཆེ་མདོག་ཉམས་ཉི་ཤུ་དེ། ད་ལོ་བཞི་བཅུ་ཐམ་པ་སླེབས་ཚར་དུས་ད་ད། གཅིག་ཉི་ཤུ་རྩ་གྲངས་ནས་བརྒྱད་སུམ་ཅུ་སོ་ལྔ་བཞི་བཅུ་དེ་ཡན་ཡིན་ཕུད་དོ་དཔེ་ཆ་ལྟ་ཉིན་ནི་གོ་བ་རེད་རིག་པ་རེད་ག་འགའ་ཞིག་ནི།

ཟོ་དོ་ག་ལ་ང་ཚོ་ཤོར་ཚར་སོང་བ། ཆེ་ཚང་ཡོང་ཡག་ཡོད་པ་འདི། ད་ག་ཚོད་རང་བྱིན་ནས་ད་ད་རེད་དེ་མི་ཚེ་འདི་ལ་དེ་ད་ངས་ཆུས་བྱུག་མ་སོང་ད་དེ་དེ་དཔེ་ཐོག་ལ་བཏང་སོང་ཨ་ས་སར་ཤི། གན་ལ་ཡག་པོ་ཐུག་འདོད་ཡག་རེད་དུས་ཚོད་ཡག་པོ་ད་ག་རུམ་ཞིག་ཆད་འདོད་ཡག་རེད། གོ་སྐབས་ཡག་པོ་ད་ག་རུམ་ཞིག་བྱུང་པ་རེད་ཆ་རྐྱེན་འཛོམས་པ་རེད། མི་ཚེ་འདི་ག་ལ་དཔེ་ལྟ་དེ་རག་དེ་ད་ངས་མདུན་ནས་ཐོག་ལ་བཏང་ད་ད་ད་ཆ་བསྐྱལ་སོང་ཨ་ས་ས། ཆ་སྒོ་མ་བྱིན་ངས་སང་ས། ཨ་ནི་མ་བྱུང་མ་བྱུང་སྙམ་ནས་ཉི་ཤུ་འདས་ས་རེད།